གླིང་རྒྱུ་རྣམས་པ་བཀྲ་ཤིས་བདེ་ལེགས་དེ་རིང་ང་ཚོ་ཨ་དམ་དང་ཧ་ཝཱ་གཉིས་ཀྱིས་དཀོན་མཆོག་གི་བཀའ་ལ་མ་བསྲུངས་པར་སྡིག་པ་བྱས་ཡོད་ཙང་དཀོན་མཆོག་གིས་ཁོང་གཉིས་ཨེ་དམ་གྱི་རྡོག་ར་ཕྱི་ལོགས་ལ་སྤེལ་ནས་ཁོང་གཉིས་ཀྱི་མི་ཚེ་བསྐྱེལ་བའི་སྐོར་བལྟ་གི་ཡིན། ཨ་ཐང་གིས་རང་གི་སྐྱེ་དམན་ཧ་ཝ་དམ་རྣམས་དང་ལེགས་འབྲེལ་བྱས་ནས་མོ་ལ་གཟུགས་པོ་ཁོ་ནས་སྤུ་ཞིག་བཅད་པ་དང་མོ་ཡིས་ཡ་ཧོ་ཝཱ་དཀོན་མཆོག་གིས་ང་ལ་ཕྱག་རོགས་གནང་ནས་ང་ལ་སྤུ་ཞིག་བཅད་བྱུང་ཟེར་ནས་ཁོང་གི་མིག་ལ་བཀའ་ཡན་ཞིག་བཏབ་པ་རེད། རྗེས་སུ་མོ་ལ་ཡང་བྱ། གཟུགས་པོ་ཁོ་ནས་སྤུ་ཞིག་བཅད་པ་དང་སྤུས་དེའི་མིག་ལ་ཧར་བེད་ཟེར་བ་རེད་ཧར་བེད་ནི་ལུག་རྫི་དང་བཀའ་ཡན་ནས་གཞན་པ་ཆགས་པ་རེད། རྗེས་སུ་ཀ་ཡན་གྱི་ཞིང་ཁང་ནས་སྟན་ཐོག་ཁ་ཤས་འཁྱེར་ནས་ཡ་ཧོ་ཝཱ་ལ་མཆོད་པ་ཕུལ་བ་རེད། དེ་ནས་ཨེ་བེད་ཀྱིས་ཀྱང་རང་གི་ལུག་ཕྱུགས་ནས་ཐོག་མ་སྐྱེས་པའི་ལུག་གུ་རྒྱ་ཤོས་ཤིག་ཁྱེར་ཡོང་ནས་དེའི་བསྲེགས་པ་དང་ཆར་ཞོད་ཡར་ཞོས་ཏེ་ཡ་ཧོ་ཝཱ་དཀོན་མཆོག་ལ་མཆོད་པ་ཕུལ་བ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་ཨེ་བེད་ཀྱི་མཆོད་པ་ཕུལ་བ་ལ་སྙིང་པོ་གནང་བ་དང་ཀ་ཡན་གྱི་མཆོད་པ་ཕུལ་བ་ལ་སྙིང་པོ་གནང་མེད། དེ་ནས་བཀའ་ཡན་ཁོང་ཁྲོ་ཤིན་ཏུ་ལངས་ནས་ཁོང་གི་གདོང་པགས་ནག་པོ་བྱེ་བ་རེད། ཡ་ཧོ་ཝཱ་དཀོན་མཆོག་གིས་གསུངས་པ། བཀའ་ཡན་ལགས། ཁྱེད་ག་རེ་བྱས་ནས་ཁོང་ཁྲོ་ལངས་ནས་གདོང་པགས་ནག་པོ་བྱེ་བ་རེད། བདེན་པ་བྱས་པ་ཡིན་ན་ཁྱི་ལགས། ཁྱི་གླིང། བྱེད་ཀྱི་རེད། གལ་སྲིད་ཁྱེད་ཀྱིས་བདེན་པ་བྱས་མེད་ན། བདུད་དཔལ་ཡི་སྒོ་འགྲམ་དུ་ཁྱེད་རང་སྒུག་ནས་བསྡད་བཞག། བདུད་དཔལ་ཡིས་ཁྱེད་རང་ལ་དབང་སྒྱུར་བྱེད་འདོད་འདུག་འོད་ཀྱང་ཁྱེད་ཀྱིས་བདུད་དཔལ་ལ་དབང་སྒྱུར་བྱེད་དགོས་ཀྱི་རེད། དེ་ནས་ཀ་ཡན་གྱིས། ང་ཡི་དཔོན་ཨ་སྦེད་ལགས། ངས་ནི་རྩྭ་ཐང་ནང་དུ་འགྲོ། ཞེས་གསོལ་བ་བཏབ། རྩྭ་ཐང་ཁྱི་ལ་སླེབས་པའི་སྐབས་སུ་ཀ་ཡན་གྱིས། ཨེ་སྦེད་ལགས་སྤྲུལ་པ་བརྒྱུད་ནས་བསད་པ་རེད། ཡ་ཧོ་ཝཱ་ཡིས་ཀ་ཡིན་ལ་གསུངས་པ། ཀ་ཡིན་ལ། ཁྱེད་ཀྱི་དཔོན་ཨ་བྷེད་ག་པར་འདུག་གམ། ཀ་ཡིན་གྱིས་ལན་དུ། ངས་ཧ་གོ་མེད། ང། དཔོན་ཇ་ལྟ་མཁན་རེད་པས། ཡང་ཡ་ཧོ་ཝཱ་ཡིས་གསུངས་པ། ཀ་ཡིན་ལ། ཁྱེད་ཀྱིས་ག་རེ་བྱས་ཡོད་དམ། ངས་དང། ཁྱེད་ཀྱི་དཔོན་གྱིས་ཁྲག་གིས་ས་ཆ་ནས་ང་ལ་དུག་སྐད་རྒྱག་པ་ངས་གོ་གིན་འདུག། ས་ཆ་ཁ་ཕྱེ་ནས་ཁྱེད་རང་དཔོན་ཇ་གའི་ཁྲག་འཐུང་ཡས་ཙམ། ཁྱེད་ས་ཆ་ནས་ཕར་སྤེལ་བས་ངས་ཁྱེད་ལ་དམུ་དམུ་རྒྱག་གི་ཡིན། གལ་སྲིད་ཁྱེད་ཀྱིས་ས་ཆ་འདེད་ན་ཡང་དེ་ལ་བརྟན་ཐུག་ཅིག་གི་མ་རེད། ཁྱེད་ས་ཆ་གཅིག་ནས་གཅིག་ལ་འཁྱམས་ཏེ་བདེ་གཟུགས་མེད་པར་འཁྱམས་པ་ཞིག་ཆགས་ཀྱི་རེད། ཀ་ཡན་གྱིས་ཡ་ཧོ་ཝཱ་ལ་བཤད་པ། ཁྱེད་ཀྱི་འཁྲུངས་ཁྱོད་དེ་སྤོས་ཆེན་པོ་འདུག་ང་ག་འདྲ་འཚོལ་དགོས་ཀྱི་རེད། ངའི་འཁྲུངས་ཁྱོད་དེ་ཁས་ཐུག་གི་མི་འདུག། ཁྱེད་ཀྱི་ང་ས་གཞི་དང་ཁྱེད་རང་གི་འདི་གཉིས་ཕ་དཔེ་གནང་ཡོད། ང་ནི་བདེ་གཟུགས་མེད་པ་འཛམ་གླིང་ལ་འཆམ་ལྡན་མཁན་འབྱོར་བ་དང་གལ་སྲིད་མི་སུ་ཞིག་གིས་ང་རྙེད་པ་ཡིན་ན་སྲིད་གི་རེད་ཞེས་ཤོད་བ་རེད། འོས་ཀྱང་ཡ་ཧོ་ཝཱ་ཡིས་ཁོང་ལ་གསུངས་པ་མ་རེད། དེ་ལྟར་མ་རེད། གལ་སྲིད་མི་སུ་ཞིག་གིས་ཁྱེད་སྲིད་པ་ཡིན་ན་ངས་ཁོང་ལ་དེ་ལས་ལྷག་པ་རྡོ་དུམ་ཁྲུ་བཅུ་གཏང་གི་ཡིན་ཞེས་གསུངས་པ་རེད། དེ་ནས་ཡ་ཧོ་ཝཱ་གིས་མི་རྣམས་ཀྱིས་ཁོང་མ་བསད་བའི་ཆེད་དུ་ཁོང་ལ་རྟགས་ཤིག་བགྱིད་གནང་བ་རེད།